ང་རང་ཚོའི་མི་ཚེ་འདི་དང་མི་ཚེ་བཟང་པོ་གཅིག་གི་སྔོན་ནས་གཅིག་གིས་སུ་གཅིག་ལ་ཡིན་ནས་གནོད་པ་མ་བྱས། ཕན་ཐོགས་བྱས། མདོར་ན་བས་རང་ལ་ཡང་བས་ཚུར་གནོད་པ་བྱེད་མཁན་གྱི་དགྲ་བོ་ལྟ་བུར་ཆགས་བྱས་པ་ཡིན་ནས། དགྲ་བོས་མ་འོས་པ་བྱས་པ་དེ་བཅོས་པའི་ཐོག་ནས་ཁ་ཐུག་ཡང་ཅིག་ལན་སློག་དགོས་པ་དེ་འདི་ལྟ་ཡོང་གི་རེད་དེ་བསམ་པའི་ཐོག་ནས་ཡལ་བ་དོར་ཡག་རེད་བོ། གཅིག་དེ་ལ་གཅིག་ཁོང་ཁྲོ་ཟ་ཡ། དེ་ལ་ཁོང་ཁྲོ་བྱེད་ཡ་རོགས་གཅིག་གི་གནོད་སེམས་སྐྱེ་ཡ་སོགས་འདི་ཁྱོན་ནས་བྱེད་རྒྱུ་ཡ་མ་རེད་དོ། ཚེ་ནི་ང་ཚོ་མི་ཚེ་འདི་མི་ཚེ་བཟང་བོ་ཞིག་སྐྱེལ་གི་ཡིན་ན། ཚེ་འདིའི་གོམ་པའི་ཤུགས་ཀྱིས་ཨེ་ནི་སྐྱེ་བ་ཕྱི་མ་ཚོ་ལས་རིམ་པས་གི་ཅིག་བཟང་པོ་ཆགས་ཐུབ་ཡ་ཅིག་ཐ་ན་དུད་འགྲོའི་སྐྱེ་གནས་ལ་སྐྱེ་བའི་སྐྱེ་བའི་སྐབས་ཅིག་ལ་ཡིན་ནའི་ཁོ་ཡང་ཅིག་དུད་འགྲོ་བསམ་བློ་བཟང་བོ་ཅིག་ཡང་ཐུབ་ཡ་ཅིག་དེ་འདྲ་བྱུང་ན། ཚེ་སྔོན་ལས་ངན་བསགས་བྱས་པ་དེ་དུད་འགྲོ་ལ་ཅིག་སྐྱེས། དུད་འགྲོར་ཚར་གཅིག་སྐྱེ། ལས་ངན་འདི་དག། ཨེ་ནི་དུད་འགྲོར་སྐྱེ་བའི་རིན་དེ་ལས་ཅིག་ལས་བཟང་པོ་ཅིག་བསགས་ནས་ཡོང་དུས་ཨེ་ནི། དུད་འགྲོའི་སྐྱེ་གནས་དེ་ཡུན་རིང་པོ་མི་སྡོད་པར་ཐུང་ཐུང་ཞེ་ཡག་དེ་ནས་སྐྱེ་གནས་བཟང་པོ་ཡོང་ཐུ་ཡག་དེ་འདྲས་ཀྱི་གང་ལྟར་ཚེ་རབས་གཏན་གྱི་འདུན་མ་འགྲུབ་ཐུ་ཡག་ཅིག་ལོ་ཏན་ཏན་ཡོང་ཡག་རེད་ཤག་ས་འདི་འདྲས་ཡིན་དུས་ཙང་ནས་ང་རང་ཚོ་མི་ཚེ་བཟང་པོ་ལ་སྐྱེ་ཡག་ཟེར་མཁན་དེ་གལ་སྲིད་སྐྱེ་བ་ཕྱི་མ་ཁས་མ་བླངས་མཁན་མི་སྦྱིན་པ་ཡིན་ནས་མི་ཚེ་བཟང་པོ་ཅིག་སྐྱེལ་དང་སྐྱེ་བ་ཕྱི་མ་ལ་ཕན་ཕན་པ་རེད། དེ་སོང་ཨ། ཨེ་ན་ཚེ་འདི་རེད་ཡིན་ནའི་དེ་གི་གོང་དུ་ལབ་པ་ན་གཞི་རེད་མི་ཚེ་སྐྱིད་པ་ཡོང་གི་རེད། མི་ཚེ་སྐྱིད་པ་ཟེར་ཡ་འདི་དཀའ་ངལ་འཛམ་བུ་ནི་འདི་གང་ལ་དཀའ་ངལ་ཁྱོད་མེད་པ་ཆགས་ཟིན་གི་འདི་ཡང་འཁོར་ཡ་མ་རེད། ལུས་འདི་འདྲ་ཞིག་གྲུབ་ཕྱིན་ཆད་ལ་སྐྱེ་བའི་སྡུག་བསྔལ་རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ། བདེ་བའི་ངོ་བོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ་མི་འདོད་པ་ཐོག་ཏུ་འཕོས་པའི་སྡུག་བསྔལ། སྡུག་པ་དང་བྲལ་བའི་སྡུག་བསྔལ་མི་སྡུག་པ་དང་ཕྲལ་བའི་སྡུག་བསྔལ། ས་དེ་ནི་ཡོང་ཡོང་པ་རེད།

གང་དག། སྡུག་བསྔལ་རྩ་བ་ནས་མེད་པར་ཆགས་ཟེར་ཏེ། ཕྱི་རོལ་གྱི་ཡུལ་གྱི་ཆ་ནས་སྡུག་བསྔལ་མེད་པར་ཆགས་ཐུབ་ཡ་ཡོད་མ་རེད། ནང་སེམས་ཀྱི་ནང་ནས་ཨེ་ནི་བསམ་བློ་གཏོང་སྟངས་ཀྱི་ཤེས་པ་ཡིན་ན། སྡུག་བསྔལ་བདེ་བའི་གྲོགས་ལ་འགྲོ་ཡ། དཔེ་རུ་ཆ་ཞིག་ན་བློ་སྦྱོང་གི་ཉམས་ལེན་རྟོགས་སུ་ཡོད་པ་ཞིག་ན། བསྟོད་ན་མི་དགའ་སྨད་ན་དགའ་ཟེར། སྨད་ན་རང་སྐྱོན་ཐེར་ལ་འབུད། བསྟོད་ན་ང་རྒྱལ་ཕྲག་དོག་འཕེལ། ཟེར་དེ་རིང་གོ་འདུག་ཨ། མདོར་ན་ང་རང་ཚོ་བསམ་བློ་གཏོང་སྟངས་ཀྱི་ཐོག་ནས་ཡག་པོ་ཞིག་གཏོང་བཞིན་པ་ཡིན་ན། ཨེ་ནི། སྐྱིད་ན་བདེ་བ་ཚོགས་སུ་བསྔོ། ཕན་འདོད་ནམ་མཁའ་གང་བར་ཤོག། སྡུག་ན་ཀུན་གྱིས་སྡུག་བསྔལ་འཁུར། སྡུག་བསྔལ་རྒྱ་མཚོ་བརྟན་པར་ཤོག་ཟེར་ནས། སྐྱིད་པ་བྱུང་ནས། དེའི་དགེ་བའི་འབྲས་བུ་རེད་ཟེར་ནས་དགེ་བ་དེ་སེམས་ཅན།

སྙིགས་མ་ལྔ་པོ་ལྡོག་བ་འདི་བྱང་ཆུབ་ལམ་དུ་འགྱུར་བ་ཡིན་གསུངས་ཤ་དེ་རེ་བཞག། སྣོད་བཅུད་སྡིག་པའི་འབྲས་བུས་ཡོངས་གང་སྟེ་མི་མཐུན་སྡུག་བསྔལ་ཆར་ལྟར་འབབ་གྱུར་ཀྱང་ལས་ངན་འབྲས་བུ་བསལ་བའི་རྒྱུ་དུ་ན་དཀྱིལ་ཡངས་སྣང་བ་ཤིན་ཏུ་མདོར་ན་བཟང་ངན་སྣང་བ་ཅི་ཤར་ཡང་ཆོས་ཀུན་སྙིང་པོ་རྟོགས་པའི་ཉམས་ལེན་གྱིས་བྱང་ཆུབ་སེམས་གཉིས་འཕེལ་བའི་ལམ་བརྒྱུད་དེ་ཡིད་བདེ་འབའ་ཞིག་སྒོམ་པར་བྱིན་ཡོད་གསུངས་ཤ་དེ་རེད་དོ། ང་ཚོ་སྤྱིར་བཏང་ཁ་རྒྱུན་ལས། ལྟས་ངན་གཡང་དུ་ཁུག་ཟེར་རོ། རྐྱེན་ངན་གྲོགས་ལ་བསྒྱུར་རོ་ཟེར། འོ་དེ་འདྲ་ཅིག་གིས་བསམ་བློའི་ཐོག་ནས་ཐབས་ཤེས་ཐུབ་ན།